སྐྱབས་སུ་མ་འགྲོ་བའི་སྔོན་ལ་ང་རང་སུ་ཞིག་ཡིན་ལྟ་ཞིག་དགོས་རེད། འདི་ག་རེ་རེད་ཟེར་ན་དད་པ་རེད། ང་རང་སོ་དཀོན་མཆོག་གསུམ་ལ་སྐྱབས་སུ་མ་འགྲོ་བའི་སྔ་ལ་དཀོན་མཆོག་གསུམ་ལ་དད་པ་མེད་ན། དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་དང་མ་འགྲོ་བ་གཉིས་འདི་གམ་ཁྱད་པར་རྒྱ་ཆེན་པོ་ཡོད་རེད་ཡོད་མ་རེད་ཁྱད་པར་མང་བོ། ང་རང་སོ་དཀོན་མཆོག་གསུམ་ལ་དད་པ་རྩེ་གཅིག་ཏུ་བྱས་ནས་སྐྱབས་སུ་ཅིག་འགྲོ་གི་ར། འདི་དང་དད་པ་མ་བཅོས་ནས་མ་སྐྱེས་ནས་སྐྱབས་སུ་འགྲོ་བ་ནི་ཁྱད་པར་ས་དང་གནམ་གྱི་ཁྱད་པར་ཡོད་དེ། བྱས་ཙང། དཀོན་མཆོག་གསུམ་ལ་སྐྱབས་སུ་མ་འགྲོ་ཡང་ང་ལ་ང་རང་སོ་དང་པོ། དཀོན་མཆོག་གསུམ་ལ་དད་པ་དགོས་ཡ་དེ་དཔེ་མི་སྲིད་པའི་གལ་ཆེན་མོ་ཆགས་འདུག་ག། འོ་དེ་ནས་ཡང་འདི་ལ་ཡང་ཚིག་གཅིག་ཞིག་ཡོད་རེད། དད་པ་ནོར་དང་གཏེར་དང་བསྐང་བའི་མཆོག། ལག་པ་བཞིན་དུ་དགེ་འདུན་རྩ་བ་ཡིན། དབྱེ་ཚིག་ཅེས་དོན་དག་ཅི་མཛད་པ་ཟེར་ན། དད་པ་ནོར་དང། དད་པ་དེ་ང་རང་སུས་ཀྱང་ནོར་ཐམས་ཅད་ཀྱི་ནང་ནས་ནོར་ཚང་མའི་ནང་ནས་མཆོག་ཏུ་གྱུར་པ་ཡག་ཤོས་དེ་རེད། དད་པ་ནོར་དང། གཏེར་དང། གཏེར། དད་པ་དེ་ང་རང་སུས་ཀྱང་ད་ཡོན་ཏན་བསམ་གྱིས་མི་ཁྱབ་པ་ཅུང་ཟད་ཀྱིས། བང་མཛོད་ཟེར་ན། བྲུན་ཁུང་ཟེར་ན། གཏེར་ཟེར་ན། འདི་ཚང་མ་ག་རེ་རེད་ཟེར་ན། དད་པ་རེད། ང་རང་ཚོ་ཡོན་ཏན་བསམ་གྱིས་མི་ཁྱབ་པ་བྱུང་ཡོད། དེ་ནི། རྐང་པའི་ཕྱོགས་སུ་དེ་ནི། ང་རང་ཚོ་སྒང་དུ་སྔོན་མ་བཤད་ཟིན་པ་ནང་བཞིན་པ། ད་ག་རེད། ཆོས་དེ་ང་རང་ཚོ་ཐར་པ་ནས་ཐར་པའི་ལམ་རེས་ན་ང་ཡི་འགྲོ་ཟེར། དེ་ནི་ཐར་པ། དེ་ནི་ཐར་པ་འདི་ནི་ཐར་པའི་ལམ་སྟེང་ན་འགྲོ་བའི་རྐང་པ་ཞིག་གོ། དེ་རྐང་པ་དེ་ག་རེ་རེད་ཟེར་ན་དད་པ་རེད། ཐར་པའི་ལམ་སྟེང་ན་འགྲོ་བའི་རྐང་པ་དེ་དད་པ་ཡིན་པས། དེ་ནི་དད་པ་ནོར་དང། དད་དང་རྐང་པའི་ཕྱོགས་ལ་བྱས་ཙང་ལ་རེད། དེ་ནི་ལག་པ་ཆེན་དུ་བགྱིད་དུས་རྩ་བ་ཡིན། དེ་ནི་ད་འདི་ག་རེ་རེད་ཟེར་ན། དེ་ནི། ལག་པ་ཤིན་ཏུ་རྒྱུ་དུས་རྩ་བ་ཡིན། སོགས་ཀྱིས་ལག་པ་ནང་བཞིན་པ་དད་པ་སྟེ། རྒྱལ་བུས་ཆོས་ཐམས་ཅད་ཚུར་བསྡུས་པའི། རྩ་བ་ལྟ་བུ་ཆགས་ཏུ་གྱུར། ཅེས་དང། དད་པ་ནོར་དང་གཏེར་དང་བསྐམ་པའི་མཆོག་ལག་པ་ཤིན་ཏུ་རྒྱུ་དུས་རྩ་བ་ཡིན་ལ་གྱུར། འདི་ག་ནང་བཞིན་པ། ང་རང་སོགས་ཀྱི་དད་པ་ལ་ཡང། དབྱེ་བ་གསུམ་ཡོད།

དེ་ཁོ་ཚོ་དེ་ཚོ་ལ་དད་པ་ཞིག་སྐྱེ་དགོས་དོ། ནམ་ཟླ་དེ་ཚོ་ཐོས་ཡོད་དེ། སྐུ་འདྲ་དེ་ཚོ་སྦྱར། ཅེས་དེ་ནི་དད་པ་ཞིག་ཡོད་པ་དེ་ག་རེ་རེད། འདི། དང་བའི་དད་པ་རེད། འོ་ད་གཉིས་པ་འདོད་པའི་དད་པ། འདོད་པའི་དད་པ་ཟེར་ན་ག་རེ་ཟེར་གྱི་རེད་ཟེར་ན། འདོད་པའི་དད་པ་ཟེར་ན། དཔེར་ན། ང་རང་སོ། འཁོར་བའི་སྡུག་བསྔལ་དེ་ཚོ་ཧང་གོ་བྱེད། དེ་ཚོ་ནས་བྲལ་འདོད་སྐྱེས་པ།

འདོད་པའི་དད་པ། འོ་དེ་ནི། མཐར་ཡིད་ཆེས་པའི་དད་པ་ལ་ནི་ག་རེ་རེད་ཟེར་ན། མཐར་ཡིད་ཆེས་པའི་དད་པ་ཟེར་ན། ད། དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག། ཁོང་རྣམ་པ་གསུམ་གྱི་ཡོན་ཏན་འདི་སོགས་ཐུན་མོང་མ་ཡིན་པ་ཤེས་ནས། དེ་ནི། ཁོང་ཚོ་གསུམ་པོ་ལ་སྙིང་ཐག་པ་ནས་ཡིད་ཆེས་བྱེད་པ། དེ་ལ། ཡིད་ཆེས་པའི་དད་པ་ཟེར་གྱི་རེད། འོ་ལ་གསོ་བོ་ཐུགས་རྗེ་ཆེ་ནའང།